ད་ལན་འདི་སྒོམ་གྱི་སྐོར་དེ་གཙོ་བོ་བོད་རིགས་ཚོ་དང། དེ་ནས་ཧི་མ་ལ་ཡ་གི་མི་རིགས་ཚོ་གི་རེ་བ་བརྒྱབ་ནས་དེ་ནས་བཤད་ཡག་བྱས་པ་རེད། བྱས་ཙང་ངའི་བོད་སྐད་ལས་མ་བཤད་ཡག་དེ་འདྲ་ཡིན། དེ་ནས་ཡིན་ན་ཡང། ཨིན་ཇིའི་སྐད་དང་རི་པིན་གྱི་སྐད་འདྲ་པོ་དེ་འདྲ་སྐད་རིགས་ཁ་ཤས་ཅིག་ལ་ཡང་ད་ལྟ་འགྱུར་གྱི་ཡོད་ས་རེད། བྱས་ཙང་ང་ཚོས་དེ་རིང་སྐད་ཆ་བཤད་དུས་ཀར་མཚམས་མཚམས་ལ་དུས་ཚོད་སྟོང་པ་བལྟས་བལྟས་སུ་བཞག་གི་ཐུག་ས་རེད། ཨ་ཏི་ཤ། གོ་གི་འདུག་བས། འགྲིག་འདུག།

དེ་ནས་འབྲུག་པས་འབྲུག་གི་མི་མི་དྲག་ཟེར་བ་རོ་དང། མི་གནད་འགག་ཆེན་པོ་དེ་འདྲི་གཅིག་དང་མཉམ་དུ་ཐུག་ཕྱིར་ང་གཉིས་སྐད་ཆ་བྱུང་སོང། དེ་ནས་ཉེ་ཆར་ད་འབྲུག་ལ་བི་པ་ས་ན་ཟེར་ནས་དེང་སང་ད་ཡོངས་གྲགས་བི་པ་ས་ན་ཟེར་ཡིན་ཅིག་སྒོམ་ཉམས་ལེན་གྱི་དེ་འདྲས་ཀྱི། ག་རེ་ཟེར་བ་རེད་ད། ཅིག་དར་དེ་གི་ཡོད་རེད། དེ་ནས། འབྲུག་པ་དེ་གི་ང་ལ་ལབ་གི་འདུག་ད་འབྲུག་པའི་མི་གནད་འགའ་ཆེན་པོ་ཅིག་རེད་མོད་ཁོང་གི་ང་ལ་ལབ་གི་འདུག་དེ་ང་ཚོ་འབྲུག་ལ། འདི་འདྲེ་གི་དེ་ནས་སྒོམ་རྒྱབ་ཐང་ཡག་པོ། སྟབས་བདེ་པོ། ཉལ་བའི་ཉོལ་བའི་མེད་པ། ཁ་ཡོད་ལག་ཡོད།

དང། ལུང་པ་གི་སྲོལ་ཟེར་བ་རེད། ཆོས་ལུགས་ཀྱི་དེ་ནས་ལམ་ལུགས་ཟེར་གྱི་འདྲ་པོ་དེ་འདྲའི་དམིགས་བསལ་དེ་འདྲའི་མ་ཡིན་པ་གཅིག་ལ། དེ་ནས་དེང་སང་གི་ཚན་རིག་དང་དེང་སང་གི་མི་གི་བསམ་བློ་བཏང་སྟངས་དང་ཡང་མཐུན་པོ་འདི་ཞེ་དྲག་ཡག་པོ་འདུག་ཟེར་གྱི་འདུག་བ། ད་དེ་དེ་ཁ་ཡོད་མ་རེད་མང་ཆེ་བ་ད། Vipassana ཟེར་མཁན་དེ་ག་རེ་ཡིན་མིན། ཧ་མ་གོ། དེ་འདྲས་ཡིན་པའི་གི་དབང་འདུག། དེ་འདྲས་དེ་འདྲས་ཡིན་པའི་རྒྱུ་མཚན་གྱིས་ད་དེ་འདྲའི་སྐད་ཆ་དྲི་བ་རེད། དེ་ནས Vipassana ཟེར་དུས་ད་བོད་སྐད་ལ་ལྷག་མཐོང་ཟེར་ནས་ཟེར་གི་རེད། དེ་ནས་ལྷག་མཐོང་ཟེར་དུས་ཚིག་ཁོ་རང་ནས་ཧ་གོ་གི་རེད། ཡར་ལྷག་ཅིག། འཐད་པ་ཅིག། དུས་རྒྱུན་ཁོ་རང་ང་རང་ཚོས་ད་མ་མཐོང་ཡ་ཅིག་མཐོང་ཡ་མཐོང་བ་ཅིག་ལ་ད་ལྷག་མཐོང་ཚེ་ཁོ་རང་ཚིག་རང་གིས་ཕལ་ཆེར་ཕལ་ཆེར་གོ་ཐུབ་ཀྱི་ཡོད་རེད། དེ་ཡིན་དུས་བསམ་བློ་ཡག་པོ་བཏང་ཤེས་དེ་ནས་ཐོས་བསམ་བལྟས་ཚེ་བྱེད་ཐུབ་པ་ཡིན་ན། དེ་ནི་འབྲུག་དང་འབྲས་ལྗོངས་དང་ནེ་པཱལ་དང་བོད་རིགས་ནང་ལ་ཡོད་པ་གིས་ཚོགས་པ་འཚོགས་ཡ་ཟེར་མཁན་འདྲ་དང་འཆམ་རྒྱབ་ཡ་ཟེར་མཁན་འདྲ་དང། དེ་ནས་མ་ནི་སྦྲང་ཡག་ཟེགས་འདྲ་བ་དེ་ཚོ་མང་ཆེ་བ་དེ་ནས་བིག་པ་ས་ན་དངོས་དང་བརྒྱུད་ནས་རེད་བསྡད་ཡོད་རེད། དེ་ནས་ཧི་མ་ལ་ཡ་གི་མི་རིགས་རྐྱང་པ་རེད་མི་འདུག་རྒྱ་མི་ཚོ་ཡིན་ན་ཡང་དཔེར་ན་རྒྱ་ནག་ལ་དེ་ནས་བདེ་བ་ཅན་གི་ཞིང་འོད་དཔག་མེད་ཀྱི་ཞིང་ཁམས་ཡིད་ལ་བྱས་ནས་དེ་ནས་ག་རེ་བཟོ་གི་རེད་ད། ཉམས་ལེན་བྱེད། དེ་ནས་འོད་དཔག་མེད་ཀྱི་མདོ་དེ་ཚོ་འདོན་དེ་འདྲས་བྱེད་མཁན་དེ་འདྲས་ད་པད་མ་སྲིད་ཀྱི་ལུགས་ལམ་ལུགས་ཡག་པོ་དེ་འདྲས་ཡོད་རེད། དེ་ནས་ཐོས་བསམ་ཡག་པོ་བྱེད་ཐུབ་པ་ཡིན་ན་འོད་དཔག་མེད་ཟེར་མཁན་གྱི་འོད་དཔག་མེད་ཀྱི་ཞིང་ཁམས་འོད་དཔག་མེད་ཟེར་མཁན་དེ་ཡང་ཁོ་རང་ད་ལྟ་བི་པ་ས་ན་དེ་རང་རེད་དེ་ཡོད་རེད་དེ་ཁོ་རང་གདུལ་བྱ་སོ་སོ་སོ་སོ་ལ། སེམས་ཅན་སོ་སོ་སོ་སོ་ལ་སྐད་ཆ་བཤད་སྟངས་མ་འདྲ་བ་མ་འདྲ་བ་དེ་འདྲའི་གང་ཟག་སྙིང་རྗེ་གི་སྒོ་ནས་བཤད་པ་ཡིན་ཙང་དེ་ནས་ཐབས་ཤེས་འདྲ་མི་འདྲ་དེ་འདྲས་འདོན་པ་རེད། དེ་ནས་སྤྱི་བཏང་ད་ལྟ་དེང་སང་བིཔ་ས་ན་ཟེར་དུས་གང་ན་མང་ཆེ་བ་དེ་གནས་བརྟན་སྡེ་པ་ད་ལྟ་ཐའི་ལེན་སི་རི་ལང་ཀཱ་འབར་མ་སིང་ཏྲ་པུར་དེ་ཚོའི་གི་ཕྱོགས་ནས་ད་ལྟ་རི་བ་ནང་བཞིན་ཅིག་ད་བསམ་བློ་བཏང་བཏང་དུ་དེ་འདྲའི་ཅིག་ལ་སླེབས་བསྡད་ཡོད་རེད་ད་ལྟ་དེ་རེད་ཡང་རེད་མ་གཞི་ཁོ་ཚོ་གི་ཡང་དེ་བི་པ་སཱ་ན་ལ་པད་མ་སི་གི་གཙོ་འདོན་ཆེན་པོ་བྱས་དེའི་ནང་ནས་དེ་ནས་དམིགས་བསལ་གི་ད་ལྟ་ལྷག་མཐོང་ད་གཞི་ནས་ད་ལྷག་མཐོང་གཉིས་ཀ་ལ་དཔལ། དམིགས་བསལ་གྱི་རྟེན་འབྲེལ་ག་རེ་ཟེར་བར་སྒོམ་བརྒྱབ་སྟངས་ཁ་ཤས་ཅིག་ལ་དཔལ་རྩོམ་དོན་ཞིབ་པོ་བྱེད་ཀྱི་ཡོད་རེད། བྱས་ཙང་ད་ད་ལྟ་བསམ་བློ་བཏང་བཏང་ནང་ལ་བི་པ་ས་ན་ཟེར་དུས་ག་ན་བྷ་བི་གནས་བརྟན་སྡེ་བ་གི་ནང་ནས་ཚུལ་དོན་པ་ནང་བཞིན་ཅིག་དེ་ནི་ཐེག་པ་ཆེན་པོ་ཟེར་དགོས་རེད་ཡང་ན་ནི་དཔེར་ན་ཧི་མ་ལ་ཡའི་གི་རིགས་འདྲ་པོ་ཧི་མ་ལ་ཡའི་གི་དེ་ནི་ཆོས་བརྒྱུད་གི་ནང་ལ་བོད་བརྒྱུད་ནང་བསྟན་ཟེར་ནས་བསྒྲིགས་ཀྱི་འདུག་ད་དེའི་ནང་ལ་ཕལ་ཆེར་བི་པ་ས་ན་མེད་པ་ནང་བཞིན་དེ་འདྲའི་བསམ་བློ་བཏང་སྲིད་ཀྱི་རེད། དེ་འདྲ་མ་རེད། དེ་ནི་ད་འདས་པའི་གི་ལོ་ཁ་ཤས་ཀྱི་གི་རིང་ལ། དེ་ནི་འདི། སྒོམ་རྒྱབ་ཐང་འདི་ད་མིང་རྫུ་གུ་མིང་ཏག་ཏག་ཏག་ཡ་ཏི་བི་པ་ས་ནཱ་སྟ་གི་བ་རེད་ད་དེ་སྒོམ་རྒྱབ་ཐང་འདི། ནུབ་ཕྱོགས་ལ་དེ་ནི་ད། ཧ་ཅང་རྒྱ་ཆེན་པོ་ད་དར་གི་ཡོད་མ་རེད་དེ་གང་ལ་གང་འཚམས་ད་དེ་ལ་དབྱིངས་ཅིག་ཞུ་གི་ཡོད་རེད། དེ་ནས་ནུབ་ཕྱོགས་ལ་དར་བའི་རྒྱུ་མཚན་ད་མང་པོ་ཡོད་རྒྱུ་རེད་དེ་གཙོ་ཆེ་བ་གཅིག་སྟེ། དེ་ནི་སྤྱི་ཐང་འདི་སྒོམ་རྒྱག་ཐང་འདི་གི་རྐྱེན་བྱས་ནས་སེམས་པ་སྐྱིད་པོ་ཡོང་ཡག་དང་བག་ཕེབས་པོ་ཡོང་ཡག་དེ་ནི་གཉིད་སྐྱིད་པོ་ཁུག་ཡག་སེམས་ཁྲལ་དེ་ཚོ་ཉུང་རུ་སེམས་ཁྲལ་ཡོད་མཁན་གྱི་མི་ལ་ཡང་དངོས་སུ་ཕན་ཐོགས་པ་དང་དེ་འདྲས་ཀྱི་བྱུང་བའི་རྐྱེན་གྱིས་དེ་ནི་ད་ལྟ་བི་པ་ས་ན་ཟེར་མཁན་དེ་སྐད་གྲགས་རེད་ལྟ་ཅི་བྱུང་བ་རེད།

སྤྱི་དང། ནང་ཆོས་དེ་ལས་སླ་རུ་བཏང། ནང་ཆོས་ཀྱི་ཕྱོགས་རེ་རེ་ཚོ་དེ་འདྲའི་བེད་སྤྱོད་བཏང་ནས་དེ་ནི་ཆོས་བཤད་མཁན་དེ་འདྲའི་མང་པོ་རེད། ཨོ་དེ་ནས་དཔེར་ན་ཨོ་ཤོ་ཟེར་མཁན་ཅིག་བྱུང་བ་རེད་ཁོང་གིས་ཡང་ནང་ཆོས་མང་པོ་ཚོ་ཅིག་བཤད་སྟངས་དེ་མ་འདྲ་བ་བརྗེད་ནས་ལས་སླ་རོ་དང་ཕྱོགས་རེ་རེ་ཟེར་དེ་འདྲའི་ཁུངས་སྐྱེལ་ཡང་བཤད་ཡོད་རེད། ཅེས་དེང་སང་རྒྱ་གར་ལ་སཱད་གུ་རུ་ཟེར་མཁན་དེ་གས་ཡང་དེ་ནས་ནང་ཆོས་ཀྱི་ཅིག། བཤད་སྟངས་དེ་འདྲའི་མང་པོ་ཅིག་ཁོས་བེད་སྤྱོད་བཏང་ནས་བཤད་ཀྱི་འདུག་ང་རང་གིས་བལྟས་ཚེ་བལྟས་ཚེ་བལྟས་བ་ཡིན། དེ་ནས་ཆོག་མཆན་ནི་ཡག་པོ་ཞེ་དྲག་རེད་ད་ལྟའི་སྐོར་བརྡར་ཆབ་སྒྲོག་ན་ཡག་པོ་རེད་འཕེན་ན་ཡག་པོ་རེད། དཔེར་ན་ཡོ་ག་ཟེར་མཁན་དེ། དེ་ནི་དངོས་གནས་བྱས་ན་རྒྱ་གར་གྱི་སྔས་མ་སངས་རྒྱས་ཕལ་ཆེར་སངས་རྒྱས་མ་བྱོན་པའི་སྔས་ཀྱི་དེ་ནི་རིག་འབྱུང་དེ་འདྲའི་དྲུག་བརྩི་བགྱི་བ་རེད་དེའི་ནང་ནས་དེ་ནི་ཡོ་ག་ཟེར་མཁན་དེ་ལུས་དང་སེམས་ཕྱོགས་སུ་མ་ལྷུང་བ་བྱས་ནས་ག་རེ་ཟེར་དགོས་རེད་རྣལ་དུ་གནས་ཡག་གི་ཆེད་དུ་ཉམས་ལེན་བྱས་ཡ་དེ་འདྲས་ཡོད་པ་འདྲ་དེ་ཡིན་ས་རེད། དེང་སང་ཡོ་ག་ཟེར་མཁན་དེ་སེམས་ཀྱི་སྐད་ཆ་ཞེ་དྲག་ཡོད་ཧ་མ་རེད་གཟུགས་པོ་ཁོ་རང་གི་བསམ་བློ་དེ་དེ་ཡང་གཟུགས་པོ་སྙིང་རྗེ་པོ་དང་གཟུགས་པོ་མཛེས་པོ་ཆགས་ཡག་དང་གཟུགས་པོ་བདེ་པོ་ཆགས་ཡག་དང་དེ་འདྲའི་གི་དམིགས་ཡུལ་གཙོ་བོ་དེ་འདྲའི་ཅིག་བཏང་བྱས་ནས། དེ་ནས་ད་གིན་ལབ་པ་ནང་བཞིན་ཕྱོགས་གཅིག་ནས་ཡག་པོ་ཞེ་དྲག་རེད་དེ་ཕྱོགས་གཅིག་ནས་དེ་ནས་ག་རེ་ཟེར་གི་རེད་ཆ་མ་ཚང་བ། དེ་ནས་བསྒྱུར་བཅོས་མང་པོ་རེད་སོང་བ་ད་དེ་འདྲའི་རེད་སོང་བ་ཡིན་ན་དེ་ནས་ཡང་སྦྱོང་རེད་སོང་ང་རང་ཚོ་དངོས་གནས་ཡོ་ག་རྩལ་ཉན་འགྲོ་མཁན་དངོས་གནས་ཡོ་ག་ཉམས་སུ་ལེན་མཁན་འགྲོ་མཁན་དངོས་གནས་སྒོམ་ཉམས་སུ་ལེན་མཁན་ཚོ་ལ་སྦྱོང་ཞིམ་པོ་ཞིབ་པོ་བྱ་དགོས་པ་རེད་ད་ང་འདྲ་ཅིག་ཡིན་ན་ནང་པ་སངས་རྒྱས་པ་རེད་ཡིན་པའི་ཁུལ་རེད་དེ་ནས་སངས་རྒྱས་ཤཱཀྱ་ཐུབ་པ་གི་རྗེས་སུ་འཇུག་ཨེ་ཐུབ་མི་ཐུབ་ལྟ་གི་ཡོད་རེད་ད་དེ་ཡིན་དུས་དེ་ནས་མི་རེ་རེ་ལ་དམིགས་ཡུལ་འདྲ་མི་འདྲ་རེ་རེ་ཡོད་རེད། དེ་ནས་མཐར་གནས་སྐབས་ཀྱི་དམིགས་ཡུལ་ཡང་ཡོད་ཀྱི་རེད་ལ་གཙོ་བོ་ད་མཐར་ཐུག་གི་དམིགས་ཡུལ་རེ་རེ་ཡོད་རེད། དེ་ནས་ཁྱེད་རང་ཚོ་ལ་ཡང་ཏན་ཏན་ཡོད་ཀྱི་རེད་དེ་དམིགས་ཡུལ་དེ། དེ་ནས་གང་སར་ལམ་འགྲོ་ཡོང་ཡ། དེ་ནས་དཔེར་ན་ཚོང་ཟེར་གྱི་འདྲ་དང། མི་ཚེ་ནང་ལ་ལམ་འགྲོ།

དེ་ནས་གྲོགས་པོ་གྲོགས་མོ་མེག་གྷན། མི་སྒེར་ཅང Single། དེ་ཚོ་ནི་ད་གྲོགས་པོ་གྲོགས་མོ་གཅིག་ཨེ་ཐོབ་ལྟ་ཡག་གི་དམིགས་ཡུལ་ཡོད་ཀྱི་རེད། ཁ་ཤས་ནི་གྲོགས་པོ་གྲོགས་མོ་གང་ས་མེད་པ་ཅང་པ་གཅིག་བསྡད་ཡག་གི་དམིགས་ཡུལ་ཡོད་ཀྱི་རེད། དེ་ནི་ཁ་ཤས་ནི་དེ་ནི་གཉེན་གྲོགས་ཟེར་བ་རེད་ད་གྲོགས་པོ་གྲོགས་མོ་དེ་ག་རེ་ཟེར་བ་རེད་ད་མཐུན་ལམ་དེ་ག་ཚད་ཡིན་ན་ཡང་ཕ་ཡག་རུ་བཏང་ཡག་དང་བརྟན་རུ་བཏང་ཡག་དེ་འདྲའི་དམིགས་ཡུལ་ཡོད་ཀྱི་རེད། དེ་ནས་ངས་ད་ལྟ་ཞུས་པ་ན་ཅིག་ད་ངའི་དམིགས་ཡུལ་དེ། མཐར་ཐུག་གི་དམིགས་ཡུལ་དེ་སངས་རྒྱས་ཀྱི་གོ་འཕང་ཐོབ་ཡག་གི་ཆེད་དུ་རེད། དེ་ནས་སངས་རྒྱས་ཀྱི་གོ་འཕང་ཐོབ་ཟེར་ཡག་དེ་འཛུགས་སྐུ་བཙུགས་ས་དེ་དངོས་པོ་གི་གནས་ཚུལ་དེ་ག་རེ་ཡིན་པ་དེ་ཆ་ཚང་ཁོ་རང་གསལ་པོ་གསལ་རྐྱང་ཧ་གོ་ཐུབ་ཡག་ད་དེ་འདྲའི་ཅིག་ལ་ད་ལྟ་གནས་སྐབས་ཀྱི་འཛུགས་སྐུ་བཙུགས་ན་འགྲིག་གི་འདུག་ད་དེ་བཟོ་ཐུབ་ཡག་གི་དམིགས་ཡུལ་ངོ་མ་དེ་དེ་རེད། དེ་ནས་ད་ལྟ Vipassana ཟེར་མཁན་དེ་ནང་པ་སངས་རྒྱས་པའི་གི་ལམ་རེད། དེའི་ནང་ནས་དཔེར་ན་ཐེག་པ་ཆེན་པོ་འདྲ་བྱས་ན་བྱང་ཆུབ་ཕྱོགས་ཀྱི་ཆོས་སུམ་ཅུ་སོ་བདུན་ཟེར་མཁན་གྱི་བཤད་ཡ་ཡོད་པ་རེད། དེའི་ནང་གི་ཆ་ཤས་གཅིག་རེད་དེ། དེ་ནས་ནང་པ་སངས་རྒྱས་པའི་གི་དམིགས་ཡུལ་དེ། ད་ལྟ་ངས་ཞུས་པ་ནང་བཞིན་དངོས་པོ་གི་གནས་ལུགས་དེ་རྟོགས་ཡ་དེ་རེད་མ་གཏོགས། གཅིག་ཞིང་ཁམས་འདྲ་པོ་གཅིག་ལ་དཔྱད་ཡ་གི་དེ་འདྲའི་དམིགས་ཡུལ་མཐར་ཐུག་པ་དེ་དེ་མ་རེད། དེ་ནི་དངོས་པོ་གི་གནས་ལུགས་ཟེར་མཁན་དེའི་སྐོར་དེ་ལ་རིམ་པས་རིམ་པས་ད་ལྟ་ཉི་མ་གཉིས་ཀྱི་རིང་དེ་ལ་ངས་དེ་ནས་ཞུ་གི་ཡིན། དེ་གས་དེ་ཡིན་དུས་ད་ལྟ་གོང་དུ་ཞུས་པ་ནང་བཞིན་ང་རང་ཚོ་སྒོམ་བརྒྱབ་ཡ་དེ་སེམས་པ་སྐྱིད་པོ་ཆགས་ཡ་ཙམ་གཅིག་དང་གཉིད་སྐྱིད་པོ་ཁུག་ཡ་འདྲ་དང་དེ་ནས་གཅིག་ད་ལྟ་བྱ་བ་ལམ་འགྲོ་ང་རང་ཚོ་ཚེ་འདི་གི་བྱ་བ་ལམ་འགྲོ་ཟེར་བ་རེད་ད་དེ་ཚོང་བརྒྱབ་ཡ་དང་དེ་འདྲའི་གི་སྐབས་སུ་དེ་ནས་སེམས་པ་ག་རེ་ཟེར་བ་རེད་རིག་པ་སྐྲ་པོ་ཆག་ཡ་དང་དེ་འདྲའི་གི་ཆེད་དུ་བརྒྱབ་ན་འགྲིག་གི་ཡོད་རེད་ཕན་གི་ཡང་ཡོད་རེད་དེ་གི་ཡིན་ན་ཡང་ནང་པ་གཅིག་གི་ངོ་བོ་གི་སྟེང་ནས་བསམ་བློ་བཏང་བྱས་པ་ཡིན་ན་དེ་ནི་དཔེ་མ་སྲིད་ལྕགས་ལག་དཔེ་མ་སྲིད་རྩ་ཆེན་པོ་གཅིག་དོན་མཐའ་ཆུང་ཆུང་གཅིག་ལ་ཡང་བེད་སྤྱོད་བཏང་ནས་དེ་ནས་ཁྲོ་ལ་ཁྲོ་ལ་ཟེར་ན་ཡང་ད་ཅིག་ག་དོན་དག་ཆུང་ཆུང་གཅིག་ལ་བག་བེད་སྤྱོད་སྟངས་བྱེད་པ་ནང་བཞིན་བྱ་དགོས་པ་རེད། ན་གསེར་གྱི་ཤོག་གུ་གིས་དེ་ནས་རྐུབ་ཕྱི་བ་དང་གཅིག་པ་རེད། དེ་ཡིན་དུས་གང་ན་དེ་ནས་ད་ལན་ཉི་མ་གཉིས་ཀྱི་རིང་དེ་ལ་དེ་ནས་གཙོ་བོ་ཧི་མ་ལ་ཡ་གི་ཕྱོགས་ལ་ཡོད་པའི་གྱི་ན་གཞོན་ཕོ་མོ་ཚོ་ལ་དེ་ནས། ནང་ཆོས་ནང་ན་ཡོད་པའི་སྒོམ་ཉམས་ལེན་དེ། དེ་ནས་དེང་སང་ད་ཡོངས་གྲགས་ཀྱི་སྒོམ་ཉམས་ལེན་དེ་དང་ཁྱད་པར་གཏད་ཚིག་ཡོད་རེད་དེའི་སྐོར་ལ་ཞུ་ཡ་ཡིན། དེ་ནས་དེ་དང་ཞོར་དུ་ང་ཚོས་སྤྱི་བཏང་དེ་ནས་སྒོམ་ཉམས་ལེན་དེ་ཡང་དེང་སང་ཡོངས་གྲགས་ཀྱི་བི་པ་ས་ན་དེ་གཞིར་བཞག་ནས་དེ་ནས་ངོ་སྤྲོད་བསྡུས་བསྡུས་ཀྱིས་ཞུ་གི་ཡིན། དེ་ནས་འདི་སྟེ་སྔར་དང་ནང་ཆོས་ཀྱི་ལྟ་གྲུབ་ལ་ཡང་ཐོས་བསམ་མེད་མཁན་ཞི་དྲག་རང་ཧ་ཅང་ཆེན་པོ་མེད་མཁན་བློ་གྲོས་གསར་པ་བ་ཚོ་ལ་དེ་འདྲ་བཤད་ཀྱི་ཡོད་ཙང་ངས་འདི་ག་རེ་ཟེར་བ་རེད་སྐད་ཆ་གོ་བདེ་པོ་བྱས་ན་ག་ཚད་ཡིན་ན་བཤད་ཐུབ་ད་ཡག་ཡིན། དེ་ཡིན་དུས་གང་ན་ཆ་ཚང་མེད་པ་འདྲ་དང། དེ་ནས་ཁ་ཤས་པད་མ་སི་ག་རེ་ཟེར་བ་རེད། ཀྱི་སྐད་ཆ་ཀྱོག་ཀྱོག་འདྲ་པོ་རེད་འདྲ་པ་དེ་འདྲས་ཡོང་སྲིད་ཀྱི་རེད། དེ་ནས་ཡིན་ན་ཡང་ད་ལན་འདིའི་དྲ་རྒྱ་ཀྱི་ནང་དེ་ལ་དེ་ནས་ཉན་མཁན་མཁན་པོ་འདྲ་དང་བླ་མ་འདྲ་པོ་དེ་འདྲས་མང་པོ་འདུག་དེ་ནས་མཁན་པོ་ཟེར་མཁན་འདྲ་དང་དེ་ཚོའི་གྲས་དེ་མཚན་ཉིད་སྦྱང་ཡོད་རེད་རྩོད་པ་བརྒྱབ་ཡག་ལ་དཔེ་མ་ཟིག་དགའ་པོ་རེད་དེ་འདི་ག་ན་རྩོད་པ་བརྒྱབ་མ་ཡོང་ཨ། ད་ལྟ་ནས་ང་ལ་ཁྱེད་རང་ཚོས་རྩོད་པ་ཚུད་མ་བརྒྱབ་ང་ནས་ང་ཕམ་སོང་ཟེར་ན་ཕམ་ཡག་ཁས་ལེན་བྱེད་ཀྱི་ཡིན། དེ་ནས་ད་ལྟ་གོང་དུ་ཞུས་པ་ནང་བཞིན་ད་ང་ཚོ་གི་སྒོམ་ཉམས་ལེན་དེ་གནས་སྐབས་ཀྱི་དེ་ནས་གཅིག་སེམས་པ་སྐྱིད་པོ་ཆགས་ཡག་འདྲ་དང་གཉིས་སྐྱིད་པོ་ཁུག་ཡག་འདྲ་དང་དེ་ནས་སེམས་ཁྲལ་ཟེར་གྱི་འདུག་ཚོད་ལ་ཕན་ཡག་དང་དེ་འདྲའི་གི་ཆེད་དུ་བྱས་ན་དེ་ནས་ཕངས་པོ་རེད་ངས་བཤད་རྒྱུ་བྱུང། དེ་ནས། གནས་སྐབས་གནས་སྐབས་ལ་སེམས་པ་སྐྱིད་པོ་ཡོང་ཡག་གི་ཆེད་དུ་དང། དེ་ནས་ཅིག་དེ་འདྲའི་གི་ཆེད་དུ་ཐབས་ཤེས་འདྲ་མི་འདྲ་དེ་འདྲའི་མང་པོ་བྱེད་རྒྱུ་ཡོད་རེད་འཛམ་བུ་གླིང་ནང་ལ་དེ་ཚོ་བཟོ་ན་འགྲིག་གི་རེད། དཔེར་ན་རྐུབ་བརྙས་བཏང་ནས massage བཏང་སར་འགྲོ་ན་ཆུ་ཚོད་རེ་རེ་ཕན་ཕན་གི་རེད་དེ་གི། འོ་དེ་ནས་གློག་བརྙན་གྱི་ལྟ་བྱས་ན་ཕན་གི་རེད་འོ་དེ་འདྲའི་བཟོ་དེ་ན་འགྲིག་གི་རེད། ནང་པ་སངས་རྒྱས་དཔལ་གྱི་བསམ་བློ་བཏང་བཏང་བྱས་པ་ཡིན་ན་ཇི་སྲིད་དུ། ང་རང་ཚོས་ཀྱི་དངོས་པོ་གི་གནས་ཚུལ་དེ་ཧ་མ་གོ་བར་དུ། དེ་ནས་ང་རང་ཚོ་ང་རང་ཚོ་མགོ་འཁོར་ནས་བསྡད་ཡོད་པ་རེད། བྱས་ཙང། ཇི་སྲིད་བར་དུ་རང་གིས་རང་མགོ་འཁོར་འཁྲུལ། དེ་འདྲས་བྱས་བསྡད་པ་ཡིན་ན་དེའི་བར་དུ་དེ་ནས་སྡུག་བསྔལ་རྒྱུན་ཆད་མེད་པ་མྱང་གི་རེད། དེ་ཡིན་དུས་ག་ལ་ད། དེ་ནི་དངོས་པོ་གི་གནས་ལུགས་དེ་ངེས་པར་དུ་ཧ་གོ་ཐུབ་ལྟ་དགོས་ཀྱི་ཡོད། ད་དེ་ནང་པའི་གི་དམིགས་ཡུལ་རེད། དེ་ནི་ད། དངོས་པོ་གི་གནས་ལུགས་དངོས་པོ་གི་གནས་ཚུལ་ཟེར་མཁན་དེ་ཡང་མཚམས་མཚམས་ལ་དེའི་མིང་དེ་རྫིག་པོ་དངོས་པོ་གི་གནས་ཚུལ་ཟེར་དུས་གང་ན་མིང་དེ་རྫིག་ཐག་ཆོད་ནས་དེ་ནས་ཡང་མི་ཚོས་ག་རེ་ཟེར་བ་རེད་ཡང་གོ་བ་གོ་སྟངས། ཁ་ཆགས་ནས་ཡང་སྐྲག་འགྲོ་གི་འདི་འདྲ་ཡོད་འགྲོ། དེ་ནས་ནང་པའི་དངོས་པོ་གི་གནས་ཚུལ་དེ་ཕྱོགས་གཅིག་ནས་དཔེ་མ་སྲིད་ལས་སླ་པོ་རེད། ལས་སླ་ཐག་ཆོད་པའི་གི་དཀའ་ངལ་མ་གཏོགས་དཀའ་ལས་ཁ་ཐག་ཆོད་པའི་གི་དཀའ་ངལ་ཡོད་མ་རེད། དེ་ཡིན་ཙང་དེ་ནས་དངོས་པོ་གི་གནས་ཚུལ་དེ་དངོས་པོ་གི་གནས་ལུགས་གི་སྐོར་དེ་ལ་དེ་ནས་བསམ་བློ་བཏང་ཐང། སྐོར་ལ་ངས་ད་ལྟ་བདུད་རྩི་ཞིག་ཞུ་གི་ཡིན། དབྱིན་ཇིའི་སྐད་ལ Bird's Eyes View ཟེར་མཁན་སྐད་ཆ་ཅིག་འདུག་དེ་ག་རེ་རེད་ཟེར་དུས། དེ་ནི་བྱིའུ་གི། ད་བྱིའུ་ཟེར་བ་འདྲ་བ་བྱིའུ་གི་མཐོང་སྣང། ད་དེ་གང་རེད་ཟེར་དུས་བྱིའུ་ནམ་མཁའ་ལ་འཕུར་ནས་ནམ་མཁའ་ནང་ནས་མ་བལྟ་དུས་གང་ན་དེ་ནི་གཡས་དང་གཡོན་དང་རྒྱབ་དང་གང་གང་དེ་ནི་མཐོང་གི་རེད། ང་ཚོ་འཕུར་མ་ཐུབ་མཁན་ཚོ་གིས་ཁོ་རང་ཤར་ལ་བལྟ་དུས་ཤར་དེ་མཐོང། ལྷོ་ལ་ཁ་ཕྱོགས་དུས་ལྷོག་མ་གཏོགས་མི་མཐོང་དེ་འདྲའི་ཕྱོགས་རེ་རེ་ཟེར་མ་གཏོགས་མཐོང་གི་མེད་པའི་སྐད་ཆ་རེད། དེ་ཡིན་དུས་དེ་ནས་དཔེར་ན་ང་རང་ཚོ་གིས་ང་རང་ཚོའི་མི་ཚེ་ལ་ཚུར་ལྟ་དུས་གང་ན་ག་དུས་ན་ཕྱོགས་ཕྱོགས་སུ་ལྷུང་ནས་ཕྱོགས་རེ་རེ་ཟེར་མ་གཏོགས་མཐོང་གི་ཡོད་མ་རེད། ནམ་མཁའ་ནང་ནས་མ་བལྟ་བ་ནང་བཞིན་གཡས་གཡོན་མདུན་རྒྱབ་ལེགས་ཉེས་ཆ་ཚང་ཁོ་བསམ་བློ་ནང་ལ་འཁོར་ཐུབ་ཀྱི་ཡོད་མ་རེད། བྱས་ཙང་ད་ཕྱོགས་གཅིག་ནས་དེ་ནས་ད་ལྟ་ང་རང་ཚོ་ད་ལྟ་སྒོམ་ཉམས་ལེན་བྱེད་ཡག་གི་རྒྱུ་མཚན་གཅིག་དེ། མི་ཚེ་གི་མི་ཚེ་ལ་ལྟ་སྟངས་དེ་ཕྱོགས་སུ་མ་ལྷུང་བ་བྱས་ནས། ནམ་མཁའ་ནང་ནས་མ་བརྟགས་བསྡད་པ་ནང་བཞིན། གནས་གནས་ཚུལ་ཆ་ཚང་ཁོ་རང་སད་ཐག་ཆོད་བྱས་ནས་མཐོང་ཐུབ་ཡག་བཟོ་ཡག་དེ། དམིགས་ཡུལ་གཅིག་ཡིན་ཟེར་ན་འགྲིག་གི་འདུག། དེ་ནས་ནམ་མཁའ་ནང་ནས་མ་བརྟགས་པ་ནང་བཞིན་འདི་ལྟ་མི་ཐུབ་དུས། དེ་ནས་ང་ཚོ་ལ་སྐྱོན་ག་རེ་ཡོད་རེད་ཟེར་ན་སེམས་པ་གུ་ཡངས་པོ་མེད་པ་ཆགས་ནས།

ཡུལ་དང་ཡུལ་ཅན་གཉིས་ཀྱི་པར་རུག་ལ། འགྱུར་བ་བཏང་མཁན་ཟེར་བ་རེད་ད། འགྱུར་བ་བཏང་མཁན་གྱི་ག་དུས་ཡིན་ནའི་སླེབས་ནས། དཔེར་ན་ངའི་ཕ་གི་ཁང་པ་དཀར་པོ་ལ། འདི་འདྲའི་ཟེར་མ་ད་ལྟ་བལྟ་བ་དང། དེ་ནས་དམིགས་བཤད་ཅིག་འདི་འདྲའི་ཅིག་བཀོད་ནས་བལྟ་ན་དམིགས་བཤད་མཚོན་ཐོག་ཡོད་པ་ཅིག་འདི་འདྲའི་ཅིག་བལྟ་བ་ཡིན་ན་འགྱུར་བ་སླེབས་ཚར། དེ་ནང་བཞིན་ང་རང་ཚོས་ང་རང་ཚོའི་མི་ཚེ་ལ་ལྟ་དུས་གང་ལྟར་ག་དུས་ན་མཚོན་མདོག་འདྲ་མི་འདྲ་དེ་ནི་འདོད་ཆགས་ཀྱི་མཚོན་ཞེ་སྡང་གི་མཚོན་གཏི་མུག་གི་མཚོན་ལྟ་ཉོན་མོངས་པ་འདྲ་མི་འདྲ་གི་མཚོན་མདོག་འདྲ་མི་འདྲ་ནང་ལྟ་ཞོར་ནས་དངོས་གནས་ད་མཚོན་མདོག་ག་རེ་ཡིན་པ་དེ་མཐོང་ཐུབ་ཀྱི་ཡོད་མ་རེད། དེ་ནི་དེའི་རྐྱེན་གྱིས་དེ་ནི་ང་ཚོར་ག་རེ་བྱ་དགོས་རེད་ཟེར་ན། ཕྱོགས་རིས་ཅན་ཆགས་འགྲོ་བའི་བསམ་བློ་བཏང་སྟངས་ཕྱོགས་རིས་ཅན་ཞིག། ལུགས་ཀྱི་ཕྱོགས་རིས་མི་རིགས་ཀྱི་ཕྱོགས་རིས་དེ་ཚོ་ད་སྐད་ཆ་ཆེན་པོ་རེད་ག་རེད་ཡོངས་རྫོགས་ང་ཚོས་ད་ལྟ་བསམ་བློ་བཏང་ཚད་ཐམས་ཅད་ཕྱོགས་དང་རིས་སུ་ཆད་ཕྱོགས་སུ་ལྷུང་འགྲོ་གི་ཡོད་རེད་འོ་ད་དེ་དེ་ནས་ང་ཚོས་ད་ག་རེ་ཟེར་བ་རེད་སྒོམ་དང་ཉམས་ལེན་སྒོམ་ཉམས་ལེན་གྱིས་དེ་ནས་ག་ཚད་ཡིན་ན་ཡང་འགྱུར་བ་བཏང་ནས། དེ་ནས་ག་ཚད་ཡིན་ན་དཔེར་ན་མི་ཚེ་འདི་ལ་ནམ་མཁའི་ནམ་མཁའི་དཀྱིལ་ནས་མ་བལྟ་བསྡད་པ་ན་ཞིག་བལྟ་ཐུབ་པ་ལ་དེ་འདྲའི་བཟོ་ཡ་ལ་དེ་ནས་སྒོམ་ཉམས་ལེན་ཟེར་ནས་འགྲིག་གི་འདུག་འབིགས་པ་ཟ་ན་ཟེར་ནས་འགྲིག་གི་འདུག་ད་ཐང་ད་གནས་སྐབས་ཅིག་ལ་ད་འདི་དེ་ངའི་ངོ་སྤྲོད་ཙམ་ཅིག་ཡིན། ང་ཚོ་དེ་རིང་ཉི་མ་གཅིག་དང་སང་ཉིན་ཉི་མ་གཅིག་གི་ནང་དེ་ལ་ཡང་ག་རེ་བྱེད་ཨེ་ཐུབ་བལྟ་ཡག་གི་དེ་ནས་ག་རེ་ཟེར་བ་རེ་ད་ངོ་སྤྲོད་རེ་བ་ཅིག་ཡིན།

ད་དེ་དེའི་སྐོར་ལ་བསམ་བློ་གཏང་དགོས་རེད། དེ་ནས་སེམས་ཟེར་མཁན་གྱི་སྐད་ཆ་དེ། ཤར་ཕྱོགས་རྒྱ་གར་རྒྱ་ནག་བོད་ཟེར་མཁན་དེ་ཚོའི་ནང་དེ་ལ་མི་ལོ་སྟོང་ཕྲག་གཉིས་གསུམ་གྱི་སྔན་ལ་སྐད་ཆ་མང་པོ་བཤད་ཐུབ་ཚར་རེད། དེའི་སྐོར་ལ་སྐད་ཆ་ཉུང་ཉུང་མ་རེད་པདྨ་སྲིད་ཀྱི་རྒྱ་ཆེན་པོ་མང་པོ་ཞེས་དེབ་བྲིས་རྩོད་པ་བརྒྱབ། དེ་ནས་དེའི་སྐོར་དེ་ལ་དེ་ལ་བརྟག་དཔྱད་གཏང་ཡག་གི་སྒྲིག་འཛུགས་ཁོ་རང་མང་པོ་ཞི་རར་ཤར་གླིང་ལ། ནུབ་ཕྱོགས་རྒྱལ་ཁབ་ལ་སེམས་ཟེར་མཁན་དེའི་སྐོར་འདི་ལ་ཇུས་གཏོགས་མགོ་བཙུགས་ནས་ལོ་ཉིས་བརྒྱ་ཙི་ཟིན་མི་ཨེ་ཡོད་མེད་ཡོད་རེད། ད་ལྟ་ཡང་ནུབ་ཕྱོགས་ཀྱི་མི་མང་ཆེ་བ་གི་སེམས་ཟེར་མཁན་དེ་དང་ཀླད་པ་ཟེར་མཁན་འདྲ་དང་དེ་ཚོ་ཕག་ཚོ་གཅིག་པ་ཡིན་པ་ནང་བཞིན་ཁ་ཁ་ཡིན་པ་ནང་བཞིན་ཐག་ཆོད་ཡོད་མ་རེད། ང་ཚོ་གི་ད་ལྟ་བོད་སྐད་ཀྱི་ཚིག་སེམས་ཟེར་མཁན་འདྲ་དང།

ང་ཉིད་གཉིས་ཀྱི་པར་རུས་ལ། ང་དང་ང་བཤད་མཁན་ང་དང་ཉན་མཁན་ཁྱེད་ཚོ་གཉིས་ཀྱི་པར་རུས་ལ་སེམས་ཟེར་མཁན་ཅིག་ད་ཕལ་ཆེར་ཡོད་ས་རེད་བསམ་བསམ་འདྲ་པོ་ཅིག་ད་དེ་ག་ཙམ་ཅིག་གི་མོས་མཐུན་ཅིག་དགོས་ཀྱི་རེད་མ་གཏོགས་ང་ཉིད་གཉིས་ཀྱི་པར་རུས་ལ་སྐད་ཆ་ཡོད་མ་རེད། སྐད་ཆ་བཤད་མ་བཤད་ཡོད་མ་རེད། ཁྱོད་ལ་སེམས་ཡོད་པས་ཟེར་མཁན་གྱི་དྲི་བ་འདི་དང། ཁྱོད་ལ་སེམས་ཟེར་མཁན་ཅིག་ཡོད་རེད་དཱ་ཟེར་མཁན་གྱི་སྐད་ཆ་འདི་དངོས་གནས་གནད་འགག་ཆེན་པོ་གི་སྐད་ཆ་རེད། ཁྱེད་རང་ཚོ་ཕ་མ་སྤུ་གུ་ཡོད་མཁན་ཚོ་ཡིན་ན་སྤུ་གུ་ཆུང་ཆུང་དེ་ཚོ་ལ་ཆོས་ལ་སེམས་ཡོད་པས་ཆོས་ལ་སེམས་ཡོད་བ་རེད་ད་ཟེར་མཁན་དེ་ཚོ་ཤེས་དགོས་རེད་ང་འདྲ་ཞིག་ཡིན་ན་སེམས་ཟེར་མཁན་ཅིག་ཡོད་སྲིད་ཀྱི་རེད་ད་ཡོད་ཡོད་དགོས་ཡ་རེད། དཔེར་ན་ངའི་མདུན་ན་ཡོད་པ་གི་ཅོག་ཙེ་འདི་ལ་ད་སེམས་ཡོད་མ་རེད་དེ་ཡིན་དུས། ཅོག་ཙེ་འདི་ངས་བེད་སྤྱོད་མ་བཏང་ནས་ལོ་གཅིག་ཙི་བཞག་བྱས་ན་ཅོག་ཙེ་དེ་ང་བེད་སྤྱོད་བཏང་གི་མི་འདུག་ང་གཡུག་བཞག་གི་འདུག་ང་ལ་ལྟ་གི་མི་འདུག་ཟེར་ནས་གང་ཡང་སེམས་པ་སྐྱོ་གི་མ་རེད་དེ། ཅོག་ཙེ་འདི་ལས་ཡག་ཙི་ཅིག་རྫིག་ཙི་ཅིག་ཆད་ཙི་ཅིག་ཁེ་ཡོང་ན་ད་ང་ལས་ཆེན་པོ་ཅིག་གིས་སླེབས་སོང་བསམ་ནས་ཕྲག་དོག་ཟ་གི་མ་རེད། དེ་ཡིན་དུས་གང་ན་ང་ཚོས་ད་ལྟ།

ད་རུང་ཡང་བསྐྱར་གྱིས་འཚོལ་རོགས་བྱས། དེ་ནས་འཚོལ་དུས་གང་ལ་ཁྱེད་རང་ཚོ་རྔན་མ་ནང་ཆོས་ཡིན་ནང་ཡིན་ནང་ཆོས་ཀྱི་སྐོར་གྱི་དེབ་དེ་འདྲའི་ཀློག་ཡོད་ཀྱི་རེད་ད་དེ་འདྲའི་ནང་ཆོས་ཡིན་རུང་མིན་རུང Psychology སེམས་ཁམས་རིག་པ་གི་དེ་སྐོར་དང་དེ་ཚོའི་དེབ་ཀློག་བཞག་པ་འདྲ་དང་སྐད་ཆ་བཤད་པ་དེ་ཚོ་རྩ་ནས་ཁྱི་མ་ཡོང་ཟེར། ཁྱེད་རང་ཁྱེད་རང་གི་དེ་ནི་སེམས་ཨེ་འདུག་མི་འདུག་ཅེས་བལྟ་ཡ་དེ་རང་རེད། འདི་དཔེ་མ་སྲིད་གནད་འགག་ཆེན་པོ་རེད་སྐད་ཆ་འདི་དུས་རྒྱུན་ང་རང་ཚོའི་སེམས་པ་གཅིག་གི་ཡོད་ཤག་བྱས་ནས་ཁོ་རང་ཡོད་པའི་དབང་དུ་བཏང་ནས་ཕར་ཚུར་འགྲོ་བསྡད་དགོས་རེད་དེ་དེ་གི་འགྲིག་མ་རེད། དེ་ཡིན་དུས་ད་རུང Second གསུམ་བཅུ་གཅིག་ལྟ་རོགས་བྱས། ད་རེད་བ། ང་ཚོས་འགྲོ་བ་སེམས་ཅན་ཟེར་ན་མི་འདུག་འགྲོ་བ་མི་ཟེར་ན་མི་འདུག་ང་ཚོས་བརྟག་དེ་ནས་ང་ཚོ་ཐམས་ཅད་དོན་དུ་གཉེར་ཡ་གཅིག་ཅི་ཡོད་རེད་ཟེར་ན། ད་རང་དབང་གི་སྒོ་བསམ་གི་བ་རེད་དབང་ཆ་དེ། རང་དབང་གི་ཆེད་དུ་དེ་ནས་རང་དབང་དོན་དུ་གཉེར་ཡ་གི་ཆེད་གང་ཟེར་རང་དབང་དོན་དུ་གཉེར་བ་གི་རྒྱུ་མཚན་གཅིག་དེ་ནས་བེ་ཤ་བཟོ་ཡ་དང་དེ་ནས། སློབ་སྦྱོང་བྱས་ད་དེ་ཐམས་ཅད་དེ་ལ་བརྟེན་ནས་ཡོང་དགོས་པ་རེད། ང་ཚོ་ཐམས་ཅད་ལ་དངོས་གནས་ད་དབང་ཟེར་ན་སྟོབས་ཟེར་ན་ནུས་པ་ཟེར་ན་ཡང་ཆེན་པོ་ཧ་ལས་པ་གཅིག་ཡོད་རེད། ལྷག་སྟོང་ཕྲག་འབུམ་ཕྲག་མང་པོ་ཞིག་ཡོང་ན་ཡང་དེ་ལས་ལྷག་རྩེ་སྤྲད་ཡོང་ཡ་མེད་མཁན་གྱི་སྟོབས་གཅིག་དང་ནུས་པ་གཅིག་ཡོད་རེད་ང་ཚོ་ལ། ང་རང་ཚོས་དུས་རྒྱུན་ད་ལྷ་ཟེར་མཁན་འདྲ་ད་དེ་འདྲ་མང་པོ་ཞིག་བཤད་ཡོད་རེད་དེ་ཚོ་ལས་ཀྱང་འདི་འདི་སྟོབས་ཆེ་གི་བ་རེད་དེ་ཁྱོད་རང་ཚོ་ལ་ཡོད་རེད་ང་ཚོ་ལ་ཡོད་རེད་ད་དེའི་སྟོབས་དེ་ག་རེ་རེད་ཟེར་ན། ད་ལྟ་ང་རང་ཚོས་སྐད་ཆ་བཤད་བསྡད་པའི་སྐབས་འདི་ལ་མཐོང་བསྡད་མཁན་མྱོང་བསྡད་མཁན་གོ་བསྡད་མཁན་ཚོར་བསྡད་མཁན། ད་དེའི་ནུས་པ་དེ་ང་ཚོ་ལ་ཡོད་རེད་དེ། ད་ལྟའི་ཁྱེད་ཚོ་གསར་པ་ཉོ་དགོ་གི་མ་རེད། ཉོ་ཐུབ་གི་མ་རེད་ཉོ་ཡ་ཡོད་མ་རེད་དེ། ཉོ་དགོ་གི་ཡ་མ་རེད་དེ་ཁྱོད་རང་ཚོ་ལ་ཡོད་རེད་དེ། དེ་ནི་དེ་ཚོར་མཁན་སྙོང་མཁན་དགོ་མཁན་དེ་ཉི་མ་གཅིག་རྩི་གཅིག་བར་མེད་པ་བཟོ་ཡ་ཡོད་མ་རེད་དེ། མཚམས་མཚམས་ང་ཚོ་སེམས་པ་ལ་དཀའ་ངལ་ཡོང་སེམས་པ་མི་སྐྱིད་པ་ཆགས་དུས་གང་ན་ད་དེ་སེམས་དེ་གཅིག་མེད་རོགས་བྱས་ན་ཟེར་བསམ་མཁན་དེ་འདྲ་ཡོད་སྲིད་ཀྱི་རེད། དཔེར་ན་མཚམས་མཚམས་ང་ཚོས་ཅོག་ཙེ་འདི་ནང་བཞིན་ཡིན་ན་དགའ་བ་ལ་བསམ་མཁན་དེ་འདྲ་ཡོད་ཀྱི་རེད། ཕྲག་དོག་ཟ་མུ་གུ་འདོད་ཆགས་ལངས་མུ་གུ་བྱེད་སྟངས་སྐྱེ་མུ་གུ་དཔེ་ལྕི་པོ་ཡོད་རེད། ཡིན་ན་ཡང་འཚོ་མཁན་སྒོམ་མཁན་སྨྱོ་མཁན་དེ་མེད་པ་ཡིན་ན། ང་ཚོ་གི་ད་ལྟ་དཔེ་ལྕི་པོ་བཏང་ཡ་མང་ཆེ་བ་དེ་ཡོད་མ་རེད་ཡང། དེ་སེམས་ད་དེ་ང་ཚོ་ལ་ཡོད་རེད། དཔེ་ལ་མིང་འདྲ་མི་འདྲ་དེ་འདྲ་བཏགས་ཡོད་རེད་ང་ཚོ་གི།

ད་དེ་འདྲས་མ་ཡིན་ན་ཡང་ད་རུང་མིང་ཆད་ཅིག་ལ་ག་རེ་བཏགས་ཡོད་རེད་ཟེར་ན། ང། ཟེར་ནས་བཏགས་ཡོད་རེད་ཡང། འོ་ད་དེ་ག་རེ་རེད་འདོད་ཁྱེད་ཚོས་སྐར་མ་ཅིག་བལྟ་ཞོག། དེ་ནས་ནང་ཆོས་འདྲ་དང་ཚན་རིག་པའི་སྐད་ཆ་འདྲ་དང་ཡང་ཆོས་ལུགས་གཞན་གྱི་སྐད་ཆ་དེ་ཚོ་བརྩམས་ཁྱི་མ་ཡོང། ད་འདི་དེ་ང་ཚོ་སྐར་མ་གསུམ་ཙི་བལྟ་གི་ཡིན།

ད། ད་གིན་གོང་དུ་ངས་ག་རེ་ལབ་ཡོད་རེད་ཟེར་ན། ད་དངོས་གནས། སྟོབས་ཆེ་ཤོས་གཅིག་ག་རེ་ཡོད་རེད་ཟེར་ན་ནུས་མཐུ་སྟོབས་ཆེ་ཤོས་དེ། དེ་ང་ཚོ་ལ་ཡོད་པ་གཞན་ནས་འཚོལ་མ་དགོས་པ། རང་ལ་ཡོད་པ། དེ་ནས་སྟོབས་འདི་ལས་ཆེ་ཙམ་མེད་པ་དེ་སེམས་རེས་འཚོལ་མཁན་སྨྱོ་མཁན་སྒོ་མཁན་དེ།

རྒྱང་རིང་པོ་ཅིག་དེ་འདྲའི་རེད་ཟེར་བ་དེ་འདྲ་ཅིག་ཡོད་རེད་དུས་རྒྱུན། དེ་ནས་ལྷ་ཟེར་མཁན་འདྲ་པོ་དེ་ཚོ་རེད་ཅིག་གསོལ་བ་བཏབ་ན་ནི་ལྷ་ཟེར་མཁན་དེ་མ་ཡོང་ཡ་ཡོད་པ་ནང་བཞིན་ཡིད་ཆེས་ན་ནི་ལྷ་ཟེར་མཁན་དེ་ཡོད་པ་ནང་བཞིན་དེ་འདྲའི་གི་སྐད་ཆ་ཡང་ཡོད་རེད་དེ་ནས་ད་ལྟ་ཚོར་སྙོམས་གོ་ཧ་གོ་དེ་མཁན་དེ་སྦྲུམ་མ་རེད། དེ་ལོ་རྒྱུས་མ་རེད། ཞིག་སྙན་མ་སྙན་མ་བྱུང་ད་ལྟ་མེད་པ་དེ་འདྲས་མ་རེད། ཀ་ད་ལྟ་རང་ད་ལྟ་ད་ལྟ་ང་ཚོས་སྐད་ཆ་བཤད་དུས་ངས་སྐད་ཆ་བཤད་ཁྱེད་ཚོ་གི་ཉན་དུས་གང་ན་དགོངས་མཁན་ཚོར་མཁན་དེ་ཡོད་དེ་ཡོད་རེད། དེ་ནས་ཡང་རྒྱང་རིང་པོ་ཅི་ལ་ཡོད་པ་དེ་འདྲས་ཡང་མ་རེད། ད་ལྟ་ང་ཚོ་འདི་ན་བསྡད། བགྲང་ལོག་གི་སྐད་དེ་གོ་མཁན་དེ་ད་སེམས་གསེང་དེ་དེ་རེད་ཡོད། ཡིན་ན་ཡང་ད་དེ་ལ་འདི་འདྲས་ཅིག་འདུག་འདི་འདྲས་ཅིག་ཡོད་རེད་ཟེར་ནས་ཚིག་གི་ཆ་ཚང་ཡང་ལབ་ཐུབ་ག་ལ་ག་པོ་རེད་དེ། དེ་ཡང་ཆོས་ལུགས་ཁ་ཤས་ནང་དུ་ལ་ལ་ཟེར་མཁན་ཅིག་ཡོད་བ་རེད་ཚིག་གི་བརྗོད་ཡ་ཡོད་བ་མ་རེད་ངག་གི་སྨྲ་ཡ་ཡོད་བ་མ་རེད་སེམས་པའི་བསམ་ཡ་ཡོད་བ་མ་རེད་ཅིག་ཡོད་ནི་ཡོད་བ་རེད་ཟེར་མཁན་ཅིག་བཤད་ཡ་ཡོད་རེད་དེ་དང་འདྲ་གི་མ་རེད་ཟེར་མཁན་ཅིག་དེ་ཁྱེད་རང་བསམ་བློ་བཏང་ན་འགྲིག་རེད་བ་དེ་ཁྱེད་རང་དེ་སེམས་འདུག་དང་མི་འདུག་གོ་མཁན་ཞིག་འདུག་དང་མི་འདུག་ཡོད་ན་ག་འདྲ་ཞིག་འདུག་མེད་མི་སྲིད་པ་རེད། ད་རུང་ཡ་མཚན་པོ་ཡ་མཚན་ཆེན་པོ་གཅིག་ཡོད་བ་རེད། ང་འདྲ་གཅིག་ངའི་སེམས་འདི་གི་ཅོག་ཙེ་འདི་ཧ་གོ་གི་ཡོད་རེད། ཅོག་ཙེ་དེ་ཚོར་བ་སྙོག་གི་ཡོད་རེད་དཔེར་ན་ལག་པ་གིས་ཅོག་ཙེ་འདེད་དུ་ཐུག་དུས་གང་ན་དེ་གི་ཚོར་བ་ག་རེ་ཡོད་པ་ངའི་སེམས་ཀྱི་ཧ་གོ་གི་ཡོད་རེད། ད་ཧ་ལས་རྒྱུ་ཆེན་པོ་དེ་ག་རེ་རེད་ཟེར་ན་སེམས་ཁོ་རང་གིས་ཁོ་རང་ཧ་གོ་གི་འདུག་ད་དེ་པད་མ་ཚེ་གི་ཡ་སེམས་ཆེན་པོ་རེད་ཡོད་རེད་ངོ་ནས་བྱས་ན་གཞན་དག་ཡང་ཧ་གོ་བས་མ་ཚད་རང་གིས་རང་ཡང་ཧ་གོ་ཐུབ་མཁན་དེ་ད་སེམས་གཅིག་འདི་མ་གཏོགས་ཡོད་མ་རེད། བྱས་ཙང་དེ་འདྲ་ཡིན་དུས་ལྟར་ན་ནང་པ་སངས་རྒྱས་བོད་ཀྱི་བླ་མ་མང་པོ་ཅིག་གིས་དེ་ནི་རིན་པོ་ཆེ་ནོར་བུ་འདྲ་པོ་གི་སེམས་འདི་དེ་ནི་རེད་སེམས་ད་དེ་ལ་ཕྱག་འཚལ་ད་དེ་ལ་བསྟོད་དེ་ནི་པད་མ་སྲིད་ཀྱི་ད་འདི་གནད་འགག་ཆེན་པོ་ཅིག་བརྩི་གི་བར། སྐད་ཅིག་ཙམ་ཅིག་ཡང་བྲལ་བ་མེད་པ་བྱས་ནས་དེ་ནི་ང་ཚོའི་སེམས་ཡོད་པ་རེད། ལྟ་སེམས་དེ་དེ་འདྲའི་གི་ནུས་པ་ཆེན་པོ་དེ་འདྲའི་གི་སྟོབས་ཆེན་པོ་དེ་འདྲ་ཡིན་ན་ཡང་ང་ཚོ་ད་ལྟ་ད་ང་ཚོའི་ནང་ལ་ཡོད་པ་གི་ལག་ཆ་ཡོད་ན་མེད་ན་དེ་སེམས་འདི་རེད་དེ་ཡིན་ན་ཡང་འདི་བརྒྱ་ཆ་གཅིག་གི་ཁོ་རང་བརྒྱ་ཆ་གཅིག་ཕ་དུམ་བུ་སྟོང་ཕྲག་ལ་བཏང་ནས་དེ་གི་བརྒྱ་ཆ་གཅིག་ཡང་ང་ཚོར་བེད་སྤྱོད་བཏང་ཐུབ་ཀྱི་ཡོད་མ་རེད། དེ་ནས་ད་གིན་ངས་བཤད་པ་ནང་བཞིན་ཅོག་ཙེ་འདི་འདྲ་པོ་བྱིན་ན་སེམས་ཡོད་མ་རེད། ཅོག་ཙེ་འདི་གིས་ཧ་གོ་ཤོར་ཚོར་ཤོར་དེ་འདྲས་ཀྱི་ཉམས་མྱོང་ཡོད་མ་རེད། ང་ཚོ་སེམས་པ་འདི་གིས་དེ་ནས་གོ་ཤོར་ནས་རང་གི་གོ་ཉན་མ་སྤྲོ་ན་ཡང་གོ་ཤོར། ཚོར་ཉན་མ་སྤྲོ་ན་ཡང་ཚོར་ཤོར། ཧ་གོ་ཉན་མ་སྤྲོ་ན་ཡང་གོ་ཤོར་འགྲོ་གི་ཡོད་རེད། ད་ཡིན་རྒྱུ་ང་ཚོ་ཐམས་ཅད་རང་གི་དཔོན་པོ་རང་གིས་བཟོ་དགོས་དྲན་མཁན་ཤ་སྟག་རེད་དེའི་ནང་ནས་ཡང་དེང་སང་གི་མི་ཚོ། ཡིན་ན་ཡང་རང་ལ་ཡོད་པ་གི་ལག་ཆ་སེམས་ཁོ་རང་བདག་པོ་རྒྱབ་རྒྱུ་དེ་ཕ་ཞང་ག་རེ་ཡིན་མིན་ཡང་ད་ལྟ་བསམ་བློ་ཡང་བཏང་ཡོད་མ་རེད་སྐད་ཆ་ཡང་བཤད་ཡོད་མ་རེད་དེ་ནི་སེམས་པའི་ནང་ལ་གཅིག་དྲན། གཉིས་དྲན་གསུམ་དྲན་འདྲ་མི་འདྲ་དེ་འདྲ་དྲན། དེ་ནི་སེམས་པ་དགའ་ཡག་དང་སྐྱོ་ཡག་དང་དེ་ནི་འདོད་ཆགས་དང་ཞེ་སྡང་དང་དེ་འདྲའི་སྤྲ་མི་འདྲ་མང་པོ་ཅི་ཡར་ལངས། དེ་ནས་ད་དེ་སེམས་པ་སྐྱོ་ཡ་དེ་མ་སྐྱོ་ཡ་གི་ཆེད་དུ་དང། དེ་ནས་སེམས་པ་དགའ་པོ་ཡོད་ན་སེམས་པ་དགའ་པོ་དེ་ཡུན་རིང་པོ་མ་གང་སར་གནས་ཡ་གི་ཐབས་ཤེས་དང་དེ་ཚོའི་ཐབས་ཤེས་སྤྲ་མི་འདྲ་བཏང་ཡ་གི་རྩོལ་བ་བྱེད། དེ་དེ་འདྲའི་གི་རྩོལ་བ་བྱས་ནས་དེ་ནས་རྩོལ་བ་དེ་མང་ཆེ་བ་དེ་ནང་ལོག་གི་རྩོལ་བ་དེ་མ་བྱས་པ་ཅིག་ཕྱི་ལོག་ལ་དེ་ནས་མགོ་བཏགས། དེ་ནས་ཕྱི་ལོགས་ལ་མང་པོ་མགོ་བཏགས་དུས་ད་དེའི་ལང་ཤོར་ཆགས། དེ་ནས་ང་རང་ཚོའི་གི་སེམས་པའི་གི་དབང་ཆ་དེ་ཐམས་ཅད་ཕྱི་ལོགས་ལ་མ་ཤོར། བྱས་ཙང་དེ་ནས་ང་ཚོ་ད་སྡུག་བསྔལ་མགོ་བཙུགས་ཡོད་རེད་བྱས་ཙང། དེ་ནས་ཁྱེད་ཚོར་དེ་ཅིག་བཤད་རྒྱུ་ཡོད། སྤྱི་དང། Vipassana ཟེར་མཁན་དེ་ད་གིན་གོང་དུ་བཤད་པ་ནང་བཞིན་ལྷག་མཐོང་རེད་ད་དེ་ནང་པ་གི་སྒོམ། ད་ཅིག་ག་རེ་ཟེར་གི་རེད། གནད་འགའ་ཆེ་ཅིག་དེ་ཆགས་གི་གནད་འགའ་ཆེ་བ་དེ་དེ་ཆགས་གི་རེད། ཡིན་ན་ཡང་དངོས་གནས་ཡང་དངོས་གནས་བྱས་ན། ད་ལྟ་ལྷང་མཐོང་དེ་གི་སྒོམ་དེ་ཡག་པོ་རེད་ཡ་གི་ཆེད་དུ་དངོས་གནས་བྱས་ན་ཞི་གནས་སྒོམ་དགོས་གི་རེད། ཡིན་ན་ཡང་མཚམས་མཚམས་ལ་དེ་ནས་ལུགས་སོ་ཟེར་གི་རེད་བླ་མ་ཟེར་གི་དེ་འདྲའི་ཁ་ཤས་ཀྱིས་དེ་ནས་ཞི་གནས་དང་ལྷང་མཐོང་གཉིས་མཉམ་དུ་མཉམ་དུ་སྒོམ་ཡག་འདྲ་པོ་དེ་འདྲའི་ཡང་འདུག། དེ་ནས་དེང་སང་མང་ཆེ་བ་གི་བི་པ་སཱ་ནཱ་སི་འཛུགས་བཙུགས་ས་དེ་ཕལ་ཆེ་ཕལ་ཆེ་ཡང་མང་ཆེ་བ་གཅིག་ནས་གཞི་རྟེན་ཡིན་ས་རེད་བསམ་པ་འདྲ་པོ་དེ་འདྲ་འདུག་ད་དེ་འདུས་འདུས་གཅིག་ནས་བཤད་པ་ཡིན་ན་གཞི་ནས་དེ་གི་ག་རེ་གཞི་ནས་ཟེར་མཁན་དེ་གི་ཐབས་དེ་ག་རེ་རེད་ཟེར་ན་སེམས་པ་དེ་དེ་ནས་གང་སར་ལས་ཀ་བསྐོས་ན་བསྐོས་ཐུབ་པ་ཅིག་བཟོ་ཡ་དེ་དེ་ནས་ཞི་གནས་ཞི་གནས་ཀྱི་ལས་ཀ་དེ་དེ་རེད། དཔེར་ན་ང་རང་ཚོ་ད་འཆི། འཆི་ཡོད་ན་འཆི་ལ། དེ་ནས་ག་རེ་ཟེར་དགོས་རེད། སྦྱང་བརྡར་མ་སྤྲད་ན་འཆི་དེ་གི་ལྕགས་པའི་ནང་ལོགས་ལ་བཏང་དེ་ནས་ཁ་ལག་ག་ས་ག་ས་ནས་ཟ་དེ་ནས་བཙོག་པ་དེ་འདྲས་བྱས་ཡག་རྒྱུགས་མ་རྒྱུགས་དེ་འདྲས་བྱེད་ཀྱི་རེད་བ། ད་ལྟ་ང་ཚོ་གི་སེམས་དེ་དེ་ནང་བཞིན་ཡོད་རེད་སྙམ། དཔེར་ན་མི་གཅིག་ཁོང་ཁྲོ་ཟ་ནས་བསྡད་པ་ཡིན་ན། ཡ། ད་ཁྱོད་སེཀེན་གསུམ་གྱི་ནང་ནས་ཁོང་ཁྲོ་ཟ་ཡ་དེ་མ་མཚམས་བཅད་ཤོག་ཟེར་རམ་ན་བཀའ་གནང་ས་ཡོད་མ་རེད། ད་ད་ལྟ་ཁྱེད་རང་ཚོ་སེམས་པ་དགའ་ནས་བསྡད་པའི་སྐབས་སུ་ཡ་གཅིག་ངུ་ད་གཅིག་སེམས་པ་ཅིག་སྐྱོ་ད་ཟེར་རམ་ན། སེམས་པ་སྐྱོ་འང་དགའ་སེམས་པ་སྐྱོ་ཨེ་ཐུབ་བལྟས་ན་སྐྱོ་གི་མ་རེད། སེམས་པ་དགའ་ཡག་གི་རྒྱུ་ཆེན་དེ་ཚོགས་ཡོང་དུས་རང་དབང་མེད་པ་དགའ་འགྲོ།

གོ་བདེ་པོ་བཞིན་བཤད་དུས། མེ་ཡིན་ན་ཚ་བོ་ཡིན་པ་ཁོ་མེ་ཡི་རང་བཞིན་དེ་མེ་གི་གནས་ལུགས་དེ་ཚ་བོ་ཡིན་པ་དེ་ཧ་གོ་དགོས་ཀྱི་ཡོད། ཆུ་ཡིན་ན་རློན་པ་ཡིན་པ་ངོ་ཐག་ད་དཔེར་ན་སྤུ་གུ་ཆུང་ཆུང་ཆུང་ཆུང་དེ་འདྲས་ཀྱིས་དེ་ནི་མེ་ཟེར་མཁན་དེ་ཚ་བོ་ཡིན་པ་ཧ་མ་གོ་མཁན་བགོ་མཁན་གཅིག་གིས་དེ་ནི་མེད། མེད་དེ་གི་རྩར་འགྲོ་མེད་ལག་པ་འཇུས་ན་དེ་ནི་ཚིག་ནི་དེ་ནི་ག་ལས་བཟོ་གི་རེད་བ། ད་ནང་པས་ག་རེ་ཟེར་གི་རེད་ཟེར་ན་དུས་རྒྱུན་ང་ཚོས་བསམ་བློ་བཏང་ཕྱོགས་ཡོངས་རྫོགས་དེ་དངོས་པོ་གི་གནས་ཚུལ་དང་ཕ་མཐའ་རིང་པོ་ཆགས་དངོས་པོ་གི་གནས་ཚུལ་ཧ་མ་གོ་བ་ཆགས་ཡོད་རེད། ད་དེ་ཧ་གོ་ཡག་གི་ཆེད་དུ་དེ་ནི་ལྷག་མཐོང་ཉམས་སུ་ལེན་དགོས་རེད། དེ་ནི་ཁྱེད་རྣམ་པར་དེ་གཅིག་ཞུ་རྒྱུ་ཡོད། སྤྱི་དང་སྒོམ་ཟས་སྒོམ་རྒྱབས་སུ་ལབ་ཡོང་དུས་ལམ་སང་ཁོ་རང་ས་ལ་བསྡད། གཟུགས་པོ་སྦྲང་པོ་ཅིག་བསྡད་དེ་འདྲའི་ཅིག་ལ་དེ་ནི་ཁྱེད་རང་ཚོ་གི་ལམ་སང་གོ་ཤོར་གི་ཡོད་ཀྱི་རེད། ཁ་ཡོད་མར་ད་འདི་འདྲའི་གི་ལུགས་སྲོལ་ཅིག་རེད་སོང་རེད། དོན་དག་ངོ་མ་བྱས་ན་དཔེར་ན་ལྷང་མཐོང་འདྲ་ཅིག་གི་སྐད་ཆ་བཤད་པ་ཡིན་ན་ག་ཚད་ཡིན་ན་ཡང་དངོས་པོ་གི་གནས་ཚུལ་དེ་ཧ་གོ་ཡག་གི་ཐབས་ཤེས་ག་འདྲས་ཅིག་བཏང་ནས་ཐབས་ཤེས་དེ་གིས་དངོས་པོའི་གནས་ཚུལ་དག་གོ་ཐུབ་པ་ཡིན་ན་དེ་ལྷག་མཐོང་གི་གྲལ་ལ་བརྩིས་ན་ཆོག་གི་རེད་ཙང་དཔེར་ན། ལྷག་མཐོང་གི་སྐོར་ལ་ཐོས་བསམ་བྱས་པ་དེ་ཡང་ལྷག་མཐོང་ཉམས་ལེན་གྱི་གྲལ་ལ་བརྩིས་ན་འགྲིག་གི་རེད། སྤྱི་བཏང་ནི་སྒོམ་ཟེར་མཁན་གྱི་ཚིག་དེ་དང་གོམ་ཟེར་ནི་བོད་སྐད་ནང་ལ་གོམས་ཟེར་གི་རེད་ད་དེ་གོམས་གཤིས་ཆགས་ཡ་དེ། ད་དེ་དཔེར་ན་ང་ཚོ་གི་ལག་པ་ལ་འདི་འདྲའི་ལྟ་དུས། ང་རང་ཚོ་དེ་ནས་འདི་འདྲའི་ལག་པ་ལ་ལྟ་དུས། ལམ་སང་ཁོ་རང་ལྟ། ཤ། ཁྲག། པགས་པ་འདི་ཚོ་བསམ་བློ་བཏང་ཐུབ་གི་མ་རེད། ངས་ལབ་པ་ཡིན་པ་ལྟ་གིན་ང་ཚོ་གི། མིག་གི་ལྟ་སྟངས་དེ། ནམ་མཁའ་གི་ལྡིང་ནི་མ་བྱིའུ་གི་ལྟ་བ་ནང་བཞིན་ཡོད་མ་རེད། ཕྱོགས་རེ་རེ་ལ་བ་ལྟ་དུས་ལྟ་ཞོར་ཡིན། དཔེར་ན་ལག་པ་ལ་ལྟ་དུས་དངོས་གནས་ཅི་ན་འདིའི་ནང་འདི་ལ་ཤ། ཁྲག། རྫ་རེ་རྫོ་རེ་འདྲ་མི་འདྲ་དེ་འདྲ་མང་པོ་ཡོད་རེད། ཡིན་ན་ཡང་ང་ཚོ་གི་གོམས་གཤིས་དེ་འདི་འདྲའི་ཆེ་ནས་རྟ་ཡག་གི་གོམས་གཤིས་ཡོད་མ་རེད་ང་ཚོར་བསྟན་ཚུལ། ད་རུང་དེའི་སྟེང་དེ་ལ་གཅིག་པས་བྱི་དོར་བྱས་གཙང་མ་བཟོ་དེ་ནས་པས་སྣུམ་བྱུག་དེ་ནས་སྲན་མོ་ལ་དམར་པོ་བྱུག་ཡར་དང་སྔོན་པོ་བྱུག་ཡར་དང་དེ་འདྲའི་པ་འདྲ་མི་འདྲ་བྱས་ནས་ད་དེ་ལ་ཕ་དེ་ལ་མགོ་འཐོམས་དེར་ད། ང་ཚོས་དེ་ནས་ཁ་ལ་མ་བཟའ་མངལ་ལ་གང་ཟ། ང་ཚོས་དེ་ཅི་བྱེད་ཀྱི་ཡིན་སྒོམ་གྱི་རྒྱབ་ཀྱི་ཡིན་སྒོམ་ཟེར་བ་རོ་ད། དེ་ནས་དེ་རིང་སྔ་དྲོ་ད་ག་རེ་ཟེར་བ་རེ་ཅིག་ངོ་སྤྲོད་འདྲ། འདི་སྒོམ་གྱི་སྐོར་ལས་འདི་འདྲ་འདི་འདྲ་རེད་ཟེར་ནས་ཁྱེད་རང་ཚོ་ལ་བཤད་དགོས་པའི་རྒྱུ་མཚན་གྱི་སྐད་ཆ་མང་པོ་ཞིག་ཆགས་སོང། དེ་ཡིན་དུས་གང་ན་དེ་ནས། ད་རུང་ཡིན་ན་སྐད་ཆ་དེ་བཤད་གི་ཐུག་ས་རེད། ད་དེ་བྱས་པ་རེད། ད་འདི་ལྷག་མཐོང་སྒོམ་སྟངས་ལྷག་མཐོང་སྒོམ་སྟངས་མ་འདྲ་བ་མང་པོ་ཡོད་རེད་ད་དེའི་ནང་ནས་ད་དྲན་པ་ཉེ་བར་བཞག་པ་བཞི་ཟེར་མཁན་སྐད་ཆ་ཅིག་ཡོད་རེད་ད་དེ། ད་དེའི་ནང་ནས་ད་ལན་མང་ཆེ་བ་གསར་པ་ཡིན་ཙང་དྲན་པ་ཉེ་བར་བཞག་པ་བཞི་གི་ནང་ནས་དང་པོ་གཉིས་པ་གཙོ་བོ་བཤད་གཙོ་བོ་ང་ཚོ་གི་ཕལ་ཆེར་ད་དེ་བཤད་ཐུབ་རྒྱུ་རེད། ད་གསུམ་པ་དང་བཞི་པ་དེ་དཀའ་ལས་ཁ་པོ་ཞེ་དྲག་རེད། ཡང་ད། འཛམ་བུ་གླིང་འདིའི་ནང་དུ་ན་མི་རྩ་བ་ཆེ་ཤོས་དེ་སུ་ཡོད་རེད་ཟེར་ན་ང་ཟེར་མཁན་དེ་ཡོད་རེད་ཟེར། ད་དེའི་ལྷག་བཙན་རྩ་ཆེན་པོ་ཡོད་མ་རེད། དེའི་ནང་ནས་དེང་སང་དེ་ནས་དམངས་གཙོའི་རིང་ལུགས་དང་དེ་ནས་སྒེར་གྱི་རིང་ལུགས་དང་དེ་ཚོས་སྨྲ་བརྗོད་སྨྲ་གང་ཟེར། སྨྲ་བརྗོད་ལས་གང་ཟེར་དེ་འདྲའི། རང་དབང་ཡོད་པའི་གི་རིང་ལུགས་ཟེར་གྱི་འདུག་གོ་དེ་ཚོ་མ་བཤད་དུས་གང་ན་ད་ང་ཟེར་མཁན་དེ་དཔེ་རྩ་ཆེན་པོ་ཆགས་འདུག་རེད། ད་དེ་ང་ཟེར་མཁན་དེ་འཛུགས་གི་བཙུགས་ས་དེ་ག་འདྲ་ཅིག་ལ་འདུག་དེ་བསམ་བློ་བཏང་ཆོག་སྲིད། ད་དེ་ཁྱེད་རང་ཚོ་ཁྱེད་རང་ཚོ་ལ་དེ་བསམ་བློ་བཏང་དུས་གང་ན་ལན་ཁ་ཁ་ཁ་ཁ་ཡོང་སྲིད་ཀྱི་རེད། ད་ནང་པ་སངས་རྒྱས་པའི་གི་གཞུང་ནང་ལ་སྤྱི་བཏང་ནས་བཤད་རྒྱུ་གི་ཆོས་ཐམས་ཅད་དེའི་ནང་ནས་ང་ཟེར་མཁན་དེ་དེ་ནས

ད་དེང་སང་ཞྭ་མོ་འདྲ་མི་འདྲ། རྒྱ་སྐད་འདྲ་འདྲ་མི་འདྲ་དགོན་ཡག་འདྲ་མི་འདྲ་ག་ཚད་འདུག་ད་ཨི་ཏྲ་ལི་གི་བཟོས་ཞྭ་མོ་ཕ་རང་སི་གི་བཟོས་ཞྭ་མོ་ད་དེ་ཚོ་གི་དེ་ནི་དེ་ནི་དགོན་ལག་འདྲ་མི་འདྲ་གཏུབ་སྟངས་འདྲ་མི་འདྲ་བཙེམ་སྟངས་འདྲ་མི་འདྲ་དེ་ཚོ་དེ་ཚོ་ཐམས་ཅད་ཡོངས་རྫོགས་གཙོ་བོ་བསམ་བློ་བཏང་བཏང་ང་ཟེར་མཁན་དེ་ལུས་པོ་ལ་འཛུགས་ཀྱི་འཛུགས་ཡག་གི་རྒྱུ་མཚན་ཆགས་ཡོད་རེད།

དེ་ཡང་ཁ་ཤས་ཁྱིམ་བཟའ་དེ་ངའི་དེ་ཧ་ལས་ངའི་ལུས་པོ་འདས་ལབ་གི་ལབ་སྲིད་ཀྱི་རེད་ཁྱེད་རང་ཚོས་ཡིན་ནའི་དེ་འདྲའི་ལས་སླ་པོ་ཡོད་མ་རེད་དཔེར་ན་ཁྱེད་རང་ཚོ་ལ་ལུས་པོ་ཡོད་པ་དང་གང་ག་གི་ཧ་གོ་གི་རེད་དེ་ཁྱེད་རང་ཚོ་གི་དུས་རྒྱུན་ལུས་པོ་འདི་ཡོད་བཞིན་དུ་ད་ལྟ་ཡོད་པའི་སྐབས་འདི་ལ་དེ་ནི་ངོ་ཤེས་གི་ཡོད་མ་རེད་ཚོར་གི་ཡོད་མ་རེད་ད་ཚོར་དེ་ཚོར་ཡ་ཧ་གོ་ཡ་དེ་ལས་ལྷག་ཚེ་ད་ལུས་པོ་འདི་ནི་འོད་འཕྲོ་ཡག་ཟེར་མཁན་འདྲ་དང་ལུས་པོ་འདི་ལ་ཅིག་ག་རེ་ཟེར་བ། མགོ་མང་རུ་བཏང་ཡག་དང་ལག་པ་མང་རུ་བཏང་ཡག་དང་དེ་འདྲའི་གི་བསྐྱེད་རིམ་སྒོམ་ཞིག་ཟེར་གི་ཡོད་མ་རེད་གོ། ལུས་པོ་ཅིག་ཡོད་རེད་ད་དེ་དེ་ཧ་གོ་བྱས་པ། ལག་པ་རེ་རེ་ལ་མཛུབ་མོ་ལྔ་ཡོད། དུས་རྒྱུན་སྤྱི་དང་མཛུབ་མོ་ལྔ་ཡོད་པ་སྤྱི་དང་ད་ཁོ་ན་དེབ་དང་དེ་ཚོ་ཀློག་བསྡད་པ་དེ་དང་སྤྱི་དང་ཧ་གོ་གི་རེད་དེ་ཡིན་ན་ཚོར་གི་ཡོད་མ་རེད་དུས་རྒྱུན་མྱོང་གི་ཡོད་མ་རེད། ངོ་ཚ་སྟེ་ང་ཚོས་ད་ལྟ་སྐར་མ་བཅུ་ཐམ་པ་དེ་ནི་ང་ཚོའི་ལུས་པོ་ལ་བལྟ་གི་ཡིན། ད་ལན་ཡོངས་རྫོགས་གཟུགས་པོ་དྲང་པོ་ཅིག་བསྡད་རོགས་བྱོས། གཟུགས་པོ་དྲང་པོ་ཅིག་བསྡད་དགོས་པའི་རྒྱུ་མཚན་དེ་ངས་ད་ལྟ་ང་ཚོ་ཁ་ལག་ཟ་ཟི་དུ་ངས་བཤད་གི་ཡིན། དེ་ནི་གཙོ་བོ་གཟུགས་པོ་དྲང་པོ་ཅིག་བསྡད། དེ་ནས་ཅིག་གློག་རྒྱབ་ཡ་འདྲ་དང་ཟ་འཕྲུག་ལངས་ཡ་འདྲ་དེ་ཚོ་ལ་ག་ཁྱེད་རང་ཚོས་གང་ཚོད་ཅིག་བྲེལ་ཡག་འདྲ་དང་བློ་རྒྱ་ཕྱག་དེ་ཚོ་ག་ཚད་ཡིན་ན་མ་བརྗེད་ན་ཡག་གི་འདུག་དེ་ནི་ཁོ་ཁོ་ལུས་པོ་ཡང་སེམས་པ་ག་ས་ག་ས་ལ་ཡེངས་འགྲོ་གི་རེད་ཡེངས་འགྲོ་དུས་ཡང་ཁྱེད་རང་ཚོ་གཟུགས་པོ་གང་ལ་སེམས་པ་དེ་མ་སླེབས་ཅུག་དེ་ནས་མཚམས་མཚམས་ན་གཟུགས་པོ་གིས་ག་རེ་ཟེར་དགོས་རེད་ཅེས་ཀྱི་ཡན་ལག་དེ་ཚོ་རེ་རེ་བཞིན་དུ། དེ་ལས་སེམས་པ་གཏད། ལག་པ་གཡོན་པ། མཐེ་བོང་སེན་མོ། པགས་པ། དེ་ནས་ཡང་མཚམས་མཚམས་ལ་གཟུགས་པོ་ཡོངས་རྫོགས་མཉམ་དུ། ཧཱུྃ། གཅིག། གཟུགས་པོ་ཡོངས་རྫོགས་དང་གཅིག། དོན་སྤྱི་ཙམ་གྱི་སོར་འོལ་ཙམ་གྱི་དོན་དྲིལ་དེ་ལ་སེམས་པ་གཏད། དེ་ནས་མཚམས་མཚམས་ལ་མགོ་གི། མགོ། ང་རང་ཚོ་མགོ་ནས་མ་རྐང་མཐིལ་བར་དུ་མ་སེམས་པ་དེ། དེ་མ་གཏོགས་གང་ཡང་དགོས་མ་རེད་གོ། སྔགས་བགྲང་ཡ་ཡོད་མ་རེད་ལྷ་སྒོམ་ཡ་ཡོད་མ་རེད། གནད་འགག་ཆེན་པོ་ཞེ་དྲག་རེད། ངས་ཁྱོད་ཚོ་ལ་ལབ་ཡིན་པ། སྔགས་ཟེར་མཁན་དེ་ལས་རྩ་ཆེ་ཚོད་ཅིག་ཡོད་མ་རེད་འཛམ་བུ་གླིང། དེ་ནས་དེ་རྩ་ཆེན་པོ་ཡིན་ན་ད་དེ་འཛུགས་བཙུགས་ས་གཅིག་དེ་ལུས་པོ་དེ་རེད་དེ། དེ་ནས་ལུས་པོ་དེ་ལ་ད་ལྟ་བར་དུ་གོ་སྣང་མེད་ཅེས་ནས་བཞག་བཞག་རེད་མ་གཏོགས་རྟགས་ཡོད་མ་རེད། ལགས་སོ་ད་ཁྱེད་རྣམ་པ་སྐར་མ་བཅུ་བལྟ་རོགས་གྱིས།